བཙན་མོ་ཡར་གཏང་རེ་བ་ནི་མདོ་སྨད་ས་ཡི་ཐིག་ལེ་རེབ་གོང་རིག་པ་འབྱུང་བའི་གྲོང་ཁྱེར་གྱི་ལྷོ་ནུབ་མཚམས་སུ་སྤྱི་ལེ་ཉེར་བདུན་ཙམ་སོང་བའི་ཅོག་གེ་རི་འདབས་སུ་ཆགས་ཡོད་ཅིང། དུད་ཁྱིམ་བརྒྱ་དང་བཅོ་ལྔ་ལྷག་གིས་གྲུབ་པའི་རོང་མ་འབྲོག་གི་ས་ཆ་ཞིག་ཡིན། ཨ་ཁུ་གནམ་ལྷ་སྐྱབས་ནི་བཙན་མོ་ཡར་བཏང་སྡེ་བའི་མང་ཚོགས་དཀྱུས་མ་ཞིག་ཡིན་ཞིང། ཁོ་ལ་ཆུང་དུས་ནས་ལག་བདེ་མོ་ཞིག་ཡོད་པས་ལས་གང་ལ་འཇུག་ཀྱང་ཨེ་མོ་འབྱོར་མོ་ཞིག་བྱུང་བར་བཤད་ལ། ཁོ་ལ་ད་རུང་གོ་ཐོབ་གཞན་ཞིག་ཡོད་པ་ནི། སྡེ་བའི་ལྷ་རྩིས་ཀྱི་ལྷ་མགོ་འཁྲིད་མཁན་ཡིན་པ་དེ་རེད། ལོ་རེའི་ལོ་སར་ལ་ཉེ་སྐབས་ཁོ་ལའང་ལྷ་རྩིས་དང་འབྲེལ་བའི་ལས་ཀ་མང་པོ་ཞིག་ཡོད་དེ། ད་ལྟ་ལོ་ན་བདུན་བཅུར་སོན་ལ་ཉེ་བའི་ལྷ་མགོ་འཁྲིད་པའི་འགན་དེ་རང་གི་བུའི་ཕྲག་ཏུ་འཕངས་ཡོད་ན། སྡེ་བའི་ནང་གི་ལྷ་རྔ་ལས་པའི་ལས་ཀ་ནི་སྔར་བཞིན་ཁོ་ལ་བརྟེན་དགོས། དེ་རིང་ཡང་ནམ་རྒྱུན་བཞིན་བྲེལ་བ་ཆེན་པོས་སྡེ་མི་སྐོར་ཞིག་གི་རེ་བ་ལྟར་ལྷར་ང་ལས་ཀྱི་འདུག། རྒྱ་ནང་ལ་ལྷར་ང་ཡོད་གོ་ནི་ཅི། ཨོ་ལེ་མོ་ལྷར་ང་ཡོད་གོ་ནི། ཨོ་ངའི་ཀི་ཤུ་ལི་ར་ཁི་ནི་ར་བཞི་ངའི་ད།
དེའི་ལྷར་ང་འདི་ཁྲག་དང་ལི་ར། འདི་ཡི་ཁྱི་བུར་རྫོགས་གོ་ཆི་ར་ཆི་ར་ཡོད་གོ་གི་ད།

བདེ་བའི་གནའ་ཉམས་དག་གི་གནས་འཕྲི་ནས། ལྷ་རྩེའི་ལྗང་གསང་ལྷ་མགོ་འཁྲིད་པའི་རྒྱུན་མ་དྭངས་པར་ཡོང་བ་ཡིན།
ད་ལྷ་རྩེ་འདི་བག་གི་ལོའི་གསར་ལྷ་ཡིན། དེའི་ཐད་ལ་ད་དབུ་ལུའི་བཅོ་ལྔ་ནས་ལས་རྟ་བྱུང་གི། ལོ་རྙིང་འདི་ལྷ་རྩེ་འདི་བརྒྱུད་ངང་ནས་ལྷ་རྩེ་འདི་གི་ཆོས་ཚིག་སྦྱང་གི་གཞིས་ཀའི་བསྐྱར་སྦྱངས་ཡེ་ནས་དེ་བཏང་ན་ད་ལོའི་ས་རེས་རྒྱ་ལོའི་ཚེས་བ་གསུམ་ནས་ལས་རྟ་གཉའ་གི་འདི་ནས་ད་རང་གི། ཨ་མྱེས་དམག་དཔོན་འདྲ་ཨ་མྱེས་བདེ་ལྡན་གར་བཀའ་གསང་ཧ་ལས་ཐལ་བ་གསུམ་ནས་ལས་རྟགས་བསྟན་ནས་རྟ་འདི་གོང་ན་ནས་ལྷར་བལྟས་དུ་ཁུར་ཡོད། དེ་སྟངས་འགྲོ་འགྲོ་སྣ་ཀ་གཅིག་གསུམ་ངོ་ནར་སྣ་ཀ་གཅིག་གསུམ་པོ་དུ་རྟ་རྟ་རེ་རེ་རེ་རེ་ནས་རྟ་རྩེ་དགོ་ནར་ཡ།
ཚེས་གསུམ་ནས་ཚེས་དགུ་ཉིན་གྱི་བར་ཏེ། དེའི་ཉིན་བདག་གི་རིང་ལ་ལྷ་རྩེའི་ཆགས་མེད་དུ་བྱེད། ལྷ་རྩེའི་མ་བྱས་གོང་ལ་སྡེ་གཞུང་ནས་ཉི་མ་རེ་རེ་བཞིན་སྤྱི་བསང་ཕུལ་ཏེ་མཆོད་པ་རྒྱ་ཆེན་པོ་བྱེད། དེ་ནས་ཀུ་ཀུ་སོ་སོའི་ལྷ་རྒྱུད་ཀྱི་འཕྲོ་ལྷ་བར།

ད་ག་ནས་ལྷ་བ་ལྷ་ཧ་ཡེ། དེ་ནས་ལྷ་རྩེ་ཡེ་ནས་སོང་ད་ད་མ་ནི་ཁང་གི་ནང་ནས་ད་སྐྱེ་བཟོད་དུ་ཡི་གེ་སྙན་དར་ཐད་ནར་སྙན་དར་དུ་ཐད་འདང་ངེ་ད་ཤག་སུ་ཡེ་ནས། དེ་ཡེ་ནས་ཁྱེད་རང་ངོ་ད་དུ་ནས་སྐོར་ར་ཆ་ཚིག་ཡེ་ནས། དེ་ནས་ཁྱེད་རང་ངོ་ད། ད་ཁྱིམ་ཚང་ཁྱིམ་ཚང་ང་ད། ལོ་སི་ར་བོ་སོང་ནར། ལྷ་ཁྲིག་དག་རེ་བའི་སྒམ་པ་རྣམས་གཙོ་བྱས། ཁྱིམ་ཁ་སོ་སོར་ལོ་སིར་དུ་འགྲོ་བྱ། ཁྱིམ་ཚང་གང་དེའི་གདོང་ཁ་དང་སྣ་ཁ། བཀྲ་མི་ཤིས་པའི་ལུས་ངན་པ་མཐའ་དག་ལྡོག་ཕྱིར་ལྷ་རྩེའི་སྐྱ་སྣོམ་པ་བྱས་ལ། ཁྱིམ་བདག་གིས་ཀྱང་ལྷ་ཁྲིགས་ལ་དགའ་སྤྲོ་དང་བཅས་བསུས་ཏེ། རང་ནུས་ཡོད་དགུས་ལོ་སར་གྱི་ལག་སྐྱེས་ཀྱང་འཛོམས་པོ་རེ་འབུལ་བ་ཡིན། ཡར་ཤོག་དར་ཆ་ཐོངས་ར་ཆོག།

ད་ལྟ་ཁོ་ཡང་ན་སོ་བང་གིས་མངལ་བཟས་ཏེ་རང་གི་བུ་ཚེ་རིང་ཉི་མའི་ལྷར་གྱིས་སྐྱོང་ངེས་སུ་མཆིས།
ད་སྔ་ཕ་གི་ལྷ་བ་ཅན་ནས་མ་ཧྲི་ནས་བཟུང་སྟེ། ད་བདེ་དཔོན་ཧྲུའུ་ཅི་ན་ཆོག་གོ་ད་ཨཔ་སྟོན་མཛད་པས་ད་བདེ་བ་གི་ཆེ་བུར་གྱི་ན་ཆོག་གི། དེ་རིགས་ཀྱི་ད་སོ་ངོ་ད་ཁྱོད་ཁྱོད་ལྷ་བ་ཆེ་ལ་ད་ཧྲ་གི་འབྲུག་གི་ད་བཟས་ནས་ད་ང་ལྷ་བ་ཆེ་ད་ལོ་ལ་ང་དྲུག་རི་དུ་མར་འགོར་སོང་ཟེར།
ཡར་དང་རེ་བའི་རྣམ་ཐར་ཚུད་པར་འཁྲབ་སྟོན་གཉེར་ན་སུམ་བརྒྱ་ལྷག་ཡོད་ཀྱང། ཁོ་ཚོ་ནི་སྡེ་བའི་ནང་གི་མང་ཚོགས་དཀྱུས་མ་ཁོ་ནས་གྲུབ་པ་ཡིན། ད་ལྟ་ཁོ་ཚོས་རྣམ་ཐར་འཁྲབ་སྟོན་གྱི་བྱང་ཚད་ཅུང་འཛོམས་པོར་ཡོད་པས། འབྲེལ་ཡོད་སྡེ་ཁག་དང་གཏམ་འཁེལ་མང་ཚོགས་ཀྱི་གདེང་འཇོག་ལེགས་པོ་ཐོབ།

ཚེས་བརྒྱད་ཉིན་ནི་སྔ་མའི་ཉི་རྩིས་ས་ལ་བརྒྱབ་མ་ཐག་སྐྱེས་པ་དག་ཉིན་སྔོན་མ་དག་དང་འདྲ་བར་སྡེ་གཞུང་གི་མ་ཎི་ཁང་དུ་འཛོམས་ནས་སྤྱི་བསང་རྒྱ་ཆེན་པོ་གཏོང་ལ། དེ་ནས་ཧབ་ཁྲིད་ཚོས་རྩེ་སོལ་སྣ་འགའ་འཁྲབ་རྗེས་བག་སྟོན་ལ་སྟ་གོན་བྱེད་པ་ཡིན་ཏེ། ཤིང་མོ་བ་བསིའི་སྨག་པ་གཉིས་དང་བག་མ་གཉིས་ལ། རང་རང་སར་ཆོར་གི་དང་རྒྱན་ཆ་སོགས་ཀྱིས་ཕུན་སུམ་ཚོགས་པོར་བརྒྱན་ཏེ་མ་ཎི་ཁང་དུ་འགྲོ་དགོས།
མི་བཀའ་བསྒོ་མ་བྱ་རྒྱུ་འདི་ད་ཕྱི་ལོ་གཉིས་ར་ཕྱི་མོ་གཉིས། གཞི་འདི་དག་གོ་འདི་བྱ་གི། འདི་ཡི་ཚེ་བ་བརྒྱད་འདི་དག་གོ་འདི་བྱ་གི། འདི་ཕྱི་ག་བྱ་གི་ད་ཟིག་དང་ན་ད། ད་ལོ་སྐོར་ཟླ་བ་གཅིག་གཉིས་པོའི་ནང་ནས་ད་ཉི་མ་ཨ་སྟག་གི་མི་ཡག་ནོ་ཟིག་གི་གཉིས། ཡོང་ནོ་ད་འཚེ་བ་འདི་འདྲ་བརྒྱུད་གཉིས་ཀ་ཡིན་ཟེར་ནས་ད། ད་གཏི་མུག་ཟེར་གི་ཏི་ཙི་བཏང་ན་ད་འཚེ་བ་བརྒྱུད་འདི་དག་གོ་འདི་ད་བདེ་བོ་གཞུང་ནས་ད་འདི་ཤེས། མག་པ་དབུ་མ་འདི་ཇི་བཏང་ན་ད། གཞུག་ཤི་ཀོ་ལ་ཀ་ནས་ད་བདེ་བོ་ནང་གི་ཁྱིམ་ཚང་ཟས། ད་གཉེན་སྒྲིག་བཏང་ན་ད་བྱུང་ཉི་མ་སྐར་མ་ལྟ་མི་དགོས་ཟེར་ནས་ད་གཏི་མུག་ཟེར་གི་བཤད་སྲོལ་ཡོད་ལས་ད་འདི་ཤེས་བྱ་དགོངས་ནོ་གཏི་མུག་ཟེར།
འོག་མ་དང་མ་ཧྲི་ཚོ་སླེབས་མ་ཐག་སྐྱེས་པ་ཚོས་མ་ནི་ཁང་གི་སྒོ་ཁ་ནས་ཁྲོ་ཁ་འཐེན་ཞིང། རིམ་བཞིན་ཨ་ཞང་ཚང་དང་གཉེན་ཚང་ཚང་གི་རྩེད་རིགས། ཨེ་ལོ་ཞི་བ་ཕན་ཚུན་ལ་ལེན་རེས་བྱས་ཏེ་སྐར་བཅའ་དགོས།

ད་ཞི་མོ་རི་སྐད་ཡང་ཡར་རྒྱག་གི། ཞི་ལི་རི་སྐད་ཡིན་གྱི་ན་རང་མ་རབས་བྲེལ། ད་རྡོ་ག་ཡི་ད་མགོ་རུ་མགོ་ཞུ་དུ་སྐྱི། ད་དུ་མོ་དེ་ནི་ད་ཆུ་དར་དུ་དོག་གི་དུ་བ་གི་རིམ་པ་གསུམ་ཡིན་ནི། ཡ་ཞི་ནང་གསུམ་ཡི་དལ་དང་གིས་ཞི་ནང་གསུམ་ཡིན་ད་གོང་མ་རི་སྐད་རྒྱོག་གི་དུ་ཤད་ཁ་ཚང་ཨ། དུ་ཤད་དགོ་བ་ཟི་ནི་ད་དུ་དོག་གི་དུ་ཁ་མ་ཚང་ན་ཡང་ཞི་ལི་ཕྱོགས་རྣམ་འཇོག་གི་སྐྱི་རྡོ་ག་ཡི་དུ་ཁ་ལ་སོགས་པ་ཡིན་ནི་ད་ད་དུ་མོ་དུ་དོག་གི་དུ་ད་ཡ་ར་ད་ཨ་བཟང་དང་ཡ་ར། རྒྱ། ཕེབས་རོགས་གོ། ད་དུས་མཚམས་དུ་ན་དུ་མོ་ཟིག་གི་ག་ཡོག་གི།
མ་ནི་ཁང་གི་ཐང་དཀྱིལ་དུ་གདན་དཀར་གྲུ་བཞིའི་སྟེང་དུ་སྡེར་ཁ་བསྒྲིགས་ཡོད་ཟེར་ཐུགས་ཀྱིས་བསྡད་ཡོད་པ་ནི་ཨ་ཞང་ཚང་ཡིན། དེ་ནས་སྐྱིད་པ་ཁ་བདེ་ལ་ཁ་ལས་དགེ་བ་ཞིག་གིས་དམིགས་པར་སྐེ་རགས་བཅིངས་བཞོར་སྟོན་བཤད་རྒྱས་པར་བྱེད།
འདི་ཤེས་བྱ་དགོས་ན་ར། འདི་དག་གི་འདི་ཡང། ར་ང་ར་ང་གཅིག་གཅིག་དང་ཆོས་ཉིད་དུས་མོ་དུས་མ་ར། ད་དུང་ངོ་སོ་ཚོད་འཇོག་རྒྱུ་ན་ད་ལྷ་བ་གི་འགྱིས་ན་ལྷ་བ་གི་ཤོ་མོ་ཧང་ཡིག་ད་ལས་ད་ལྷ་བར་གི་ནང་ནས་དུ་ཤེས་ཧང་ཀར་མ་གི་ནང་ནས་དུ་ཤེས་ཧང་ངེ་ད་ལས་དུ་ཤེས་བྱ་གི། དུ་ཤེས་བྱས་ན་ར་འདི་དག་གི་འདི་ཆུ་མོ་གཟུགས། བྱ་དགོས་གི་དུ་ཟེ་དང་ན། ད་འདི་དག་གི་འདི་འགྱིས་ན་ཡང་ཧ་འཛུམ་མ་འཛུམ། ད་ཡང་བྱ་ཡིག་འགྱིས་ན་ར་བ་གི་ཆུ། ཁ་རྩང་སྒོ་རྩང་ཟེ་ག་ན་ར་ད་དུ་མོ་གཟུགས། བདེ་སླ་བ་དེ་དག་ཤེས་བྱ་གཉིས་དུས་མོ་ཟིག་རེད་ད། འདིའི་ཚེ་བ་བརྒྱད་ཀྱི་འདི་རྨོག་པ་འོག་མ་གི་གོ་རིམ་འདི་འགྲོ་འདི་མོ་ཟིག་རེད།
ལོ་སར་ཚེ་བ་དགུ་ཉིན་ནི་ལྷ་རྩེའི་ཆོ་གའི་གོ་རིམ་གྱི་ཆེས་མཐའ་མཇུག་གི་ཉིན་མོ་ཡིན་པས། ཉིན་འདིར་སྡེ་བའི་ནང་གི་ལོ་ན་བཅོ་ལྔ་ནས་སོ་ལྔའི་བར་གྱི་བུད་མེད་ཡོངས་ཀྱིས་འགོག་སྐྲ་སླས་ཏེ། ཕྲུག་དང་ཚ་རུ་སོགས་ཀྱིས་རང་ལས་ལེགས་པར་བརྒྱན་རྗེས། རང་ཁྱིམ་དུ་སྡེར་ཁ་ལེགས་ཤོས་གཅིག་ཁྱེར་རུང་ནས་སྡེ་གཞུང་གི་མ་ཎི་ཁང་དུ་འཛོམས་པ་ཡིན། ཚེ་བ་གི་ཉི་མ་ཡིན་ན་སྡེར་ཁ་སྟེང་ནང་ཉི་མ་རེད། སྡེ་བ་གི་ད་རྒྱ་ལོ་གི་ཨ་ཏི་ཀི་འཇིགས་དོགས་ནང་གི་ཉི་མ་འདི་དག་གི་འདས་སྡེར་ཁ་འདི་སྟེར་གཞི་གོ་ལ་ག་ནས་ཡིན་ན་ཡང་ད་ཁྱིམ་ཚང་དུ་ཡོང་ན་ཁྱིམ་ཚང་དེའི་ལྟ་ཡིན་གྱི་ན་ཁྱོད་ན་མ་ཡིན་ན་ཆེ་གི་བུ་མོ་ཡིན་ན་ཆེ་གི་ཚང་མ་གི་ལག་བདེ་སྐལ་རེ་བཟུང་ཡོད་ད་ད་འདི་གང་གནང་ག་ན་ད་བདེ་སྐལ་གི་བྱས་ནས་དུ་ཤེས་ཡོང་དགོ་གི་བདེ་སྐལ་དུ་བྱ་ན་ད་གོ་རིམ་གི་ལ་ཀ་ནས་འགོ་འགོ་ཆུ་དུག་ཡོང་དགོ་གི་དུ་ཟིན་ན་འགོ་འགོ་བྱ་ཀ་རོ་དེམ་གང་སྐུ་དང་ཁྱེད་རང་དེའི་ཆུ་ལི་ཁ་ཁ་ཟིག་སྐེ་ནི་ཁ་ཁ་ཏག་ཏིག་ཏག་དུ་མི་ན་བ་ཟིག་ཏག་དེ་ནས་དུ་དག་གོ་དུ་འགོ་བལ་དེའི་བཞི་ག་བྱེ་མར་དུ་ཐོན་དགོ་གི།

ཞི་མོ་ཆེ་ཡིན་ན་སྐུ་སྣ་ཀ་གསུམ་བཅས་ནས་བཟླས་དང་ཞལ་ལུ་ཆུ་ལག་འཇོག་འགོ་གི། གུར་དུ་བཅའ་ན་ར་ཞི་མོ་ཆེ་མགོ་མགོ། གུར་བཅའ་བཞི་གོ་ལ་ཀ་ནས་ད་བྱེད་མིར་འགོ་གི་སྤྲུལ་མིར་འདི། ད་རི་མཐོན་པོ་ཉི་རྩེ་རྒྱབ་འདྲ་ཡིན་བཞིན་ནས་དུ་མོ་གུར་དུ་ཆིག་བཅའ་འགོ་གི། ཞི་མོ་ཆུ་གུར་མགོ་མོ་དུ་བཅའ་འགོ་གི་དེ་གཞིག་ནས་གུར་གསུམ་པོ་ཡང། ཆི་ཤེ་བཅས་ན་ར་ཕྱོགས་གཉིས་དུས་མོ་བཟོས་རེད།

དེ་ནས་ད་ཕྱི་ལ་ཆུ་ལག་སྡེ་དཀར་དུ་བཞག་ཚར་ན་ར་ད་ལྷ་བ་གི་ད་ལྷ་མགོ་ཁྱི་ལས། ད་རྔ་རྡུང་བའི་ད་ལྷ་རིགས་ཆུ་ཡ་ར་ཁྱི་ལས་ད་སྡེ་དཀར་དུ་ཡིན་ད་མིན་ན་ད་སློང་མ་ནས་ཁང་གི་ནང་ང་ད་ཡ་ར་འཇོག་ཁོག། ཨ་ཤ
ཀི་ཤི་ཆུང་ཡུ་ན་མེ་དེ་ནས་ལྷ་ཚིག་དག་སེར་རང་གི་འདུག་གནས་སུ་ལོག་རྗེས་ཡང་བཀྲ་བ་ཇེ་ལེགས་འགི་ཚུལ་དུ། ཨ་ཁུ་བྱེ་ཆུང་དང་ཨ་ཁུ་གཙང་བོ་ཁྱེད་ཀྱི་ས་དང་ངེད་ཀྱི་ས་ཞེས་པའི་དཀར་ནག་གསུམ་གྱི་ཚར་རྗེས། ལྷ་ཕྲུག་དག་ཕྱིར་འདུ་ཁང་དུ་སོང་ནས་སྔར་གྱི་སྡེར་ཁ་དག་ཁྱེར་ཡོང་སྟེ་སྔར་གནས་སུ་གྲི་བསྒྲིགས་ནས་སྡེར་ཁ་མཐོ་རུ་བཏེགས་ཏེ། ཕྱིར་དངོས་གྲུབ་སྩོལ་བའི་སྐུར་ལེན་བཞིན་སྡེར་ཁ་དག་རེ་རེ་བཞིན་མ་ཧྲི་ཚའི་ལག་ཏུ་འཇོག་པ་ཡིན། སྐུར་དེ་དག་བླངས་ཚར་རྗེས། བྲན་མགོ་བྱེ་མར་གྱི་སྡེར་ཁ་དང་གོ་རེའི་སྡེར་ཁ། ཨོ་བྱ་ལྟེམ་གང་བཅས་ལྷ་ཕྲུག་ཚེའི་ལག་ཏུ་འབུལ་ཞིང། ལྷ་ཕྲུག་ཚེའི་སྡེར་ཁ་དེ་གསུམ་ཡུར་འདུག་ཁང་དུ་དྲངས་ཏེ་བཤམ་དགོས། སྡེར་ཁ་གཞན་དག་ནི་ངོས་གྲུབ་ཀྱི་སྐད་དུ་བསམས་ནས་རང་རང་གི་ཁྱིམ་དུ་ཁྱེར་འགྲོ་བ་ཡིན། ཉིན་འདིར་གཉན་ཆེན་ཁྲིར་སྡང་དང་ལྷའི་ཕྱག་སྲོལ་ལྷའི་མཆོད་པ་ལ་སོགས་པའི་རྩེར་སྟེངས་སུ་ཞུགས་ནས། ཧ་ཅང་རྔམ་བརྗིད་ལྡན་པའི་ལྷ་ལྔ་སྟོང་དྲུག་བརྩམས་མའི་གནམ་ས་བསྐང་བར་བཤད་ཅིང། ལྷ་བའི་ལྷ་ཕྲུག་དང་གར་བ། གར་མ། སྡེ་མི་ཡོངས་ལ།